ཕྱོགས་ལེགས་ར་དང་བོད་པ་འཛོམས་ས་ཡོད་ན་མེད་ན་བྱི་དོག་རྐུབ་བཀྱག་ཆེ་ཤོས་དེ་རེ་ཞོན་ཡིན་འཛམ་བུ་གླིང་ས་གནས་ག་ནས་ནས་མི་བོད་མི་ལས་པ་ཡིན་ནའི་འཛོམས་ས་ད་ག་རང་རེད་རྣམ་པ་ཚོས་ཟེར་གི་འདུག་ཨ་ནི་ཅོག་དེ་ལ་གལ་ཆེ་ཤོས་དེ་ད་ལྟ་ནི་ཞབས་བརྟན་ཕུལ་ཡ་ཡོད་རེད་དེ་ཕྱག་ཆེན་པོའི་གནང་ཡ་ཡོད་རེད་དེ་ཚོ་གལ་ཆེ་ཤོས་ར་བོད་པ་ཚོར། ཨ་འདི་གང་ལ། གསོལ་ཇ་མཆོད་ས་ཞེས་པ་མཆོད་ས། ད་དེ་ལ་མི་ཡོར་ད། ཉི་མ་དེ་བ་ཡིན་ན་བོད་པ་མང་པོ་ཆེ་དེང་སང་དང་ཕྱི་རྒྱལ་མི་སེར་དེ་འདྲས་ཡོང་གི་འདུག་ཨ་ནི་རྒྱ་གར་དང་ཡིན་པ་ཆེ། ད་ག་རེ་གོ་ནས་རག་གི་ལས་དེར་བ་ཁྱི་མང་པོ་ཞུགས་ཤི་འདུག་མ་ཅི་འདྲི་ལ་ལ། ཁྱི་དེ་ཚོ་ལ་དུག་ལོ་དྲོན་པོ་དྲོ་ཕྱི་ཡོར་ཤག། དགུང་ཀ་རོ་ཨ་གནམ་གཤིས་དྲང་པོ་རོ་ཨ། ཐུགས་བློ་དྲོན་པོ་ཡོད་ཡ་དེ་གལ་ཆེན་པོ་རེད་ཤག་ད་མ་འཇུ་དྲི་ལགས་ཀྱི་ས་ཆ་དེ་ཅི་གཙང་མ་གྲབས་ཤིག་འདུག་དེའི་རྒྱུ་མཚན་ག་རེ་ཡིན་ན་མེད་ན་ཧང་མ་སོང་ད་མི་ཉུང་ཉུང་ཡིན་ཙང་ཡིན་ན་ག་འདྲ་ཡིན་ན་བེ་ཡག་པོ་འདུག་འདི་ནས་དྲན་པ་ཡོད་ས་ལ་དེ་མ་ནི་འཁོར་ལོ་ཆེ། སེམས་དཔའ་ཀིར་དང་བྲལ་བ་ཆེ་རྡོ་རྗེ་དག་ནི་ང་རྒྱལ་སར་རིགས་སུ་གྱུར་བ་ལ་ཤེས་རབ་དགའ་བོ་མེད་འཕེལ་རེ་འཕེལ་རེ་ལ་དགའ་བོ་མེད་རྒྱུ་དེ་ཡིན་པ་ཡིན་ནས་ལ་ཞབས་བརྟན་དང་ཨ་ནི་དེ་ནས་དམིགས་བསལ་གྱི་ཐོད་ཡག་ཁ་ཤས་ཅིག་ངོ་ནས་སེམས་དཔའ་ཀིར་དུ་བྱེད་སྲོལ་གྱི་འདུག་ད་དེ་རེ་གོམས་པ་བརྒྱབ་ནི་རྒྱག་གོ་རེ་འདི་ཕར་ལ་སྙམ་དུ། ནི་བག་ཆགས་ཆོས་འབྱུང་རྗེས་སོ་སོ་ས་ན་ནི་སོ་སོ་ཁེབས་སར་རོ། དེ་ལ་བྱས་ནས་ཞི་ར་ཞེས་སྒྲ་ཡིས་མ་བཏགས། འདི་ལྟ་སྟེ་དེ་ལ་ཡིད་མི་རྒྱབ་སྟེ་རྒྱ་གར་འགྲོ་བྱེད་རེད་དོ། དེ་ཡང་འགྲིག་གི་ཅོག་དེ་རེད། དེ་ལ་ཉན་པ་དང་ཕེ་རོ་ནང་ཞོན་ཡིན་ད Contrast། ངོ་ནས་འབྲས་ལེགས་ལ་ཡ་དེ། Big Contrast། རོ།

ད་འདས་ཀྱི་ཆ་ལ་རྣམ་ཤེས་དེ་ཏེས་དྲང་མོ་དུ་གདའ། ད་ཞེས་ར་ཧ་ལས་བས་ཀྱི་དྲང་མོ་དེ་འདྲས་མི་འདུག་ར་ད་གོ་འགའ་དང་ཅི་ག་གི་བར་གྱི་རྣམ་ཤེས་དྲང་མོ་ཡིན་པ་ཅི་གང་ལ་ཡང Comfortable འདྲ་བ་བྱེད་པ་འོ་འདི་རེད་ཤ་ཞོན་ཡིན། ད་དེ་སེ་དང། ཨ་ནི་ཡིན། དེའི་གི Street ག་ལ་ཞེ་ལ། བྱོན་ས་མང་པོ་ཡོད་རེད་ང་རང་གི་འགྲོ་ས་དེ་ཡིན་ནི་བློ་གསལ་གླིང་གི་ཞལ་ལག་མཆོད་ས་བྱོན་རོགས་ཨ་འོན་ཏེ་ལ་ཁ་སྟོན་ནས་འགྲོ་གི་ཡོད་ངར་དེ་རེད་གཅིག་ལ་གཅིག་བློ་བདེ་བོ་སྐྱིད་བོ་འགྲོ་ཆོག་ན་ད་ག་རང་ལ་རང་བཞིན་གྱི་འགྲོ་བདེ་ངའི་གྲོགས་མཆན་པ་ལྡི་ལི་ལ་ཡིན་དུས་ཉོབ་ཆ་རྒྱག་ས་བློ་གསལ་གླིང་གི།

མ་རེད་རྡོ་རྗེ་གདན་ལ་མུན་སྐོར་གྱི་ཟ་ཁང་ཡོད། འོ་འདི་གི་མོག་མོག་གི་བྲོ་བ་དེ་གཅིག་བྱས་དེ་ནས་མུན་སྐོར་ལ་ཨ་ཅག་པ་སངས་ཀྱི་ཟ་ཁང་ཡོད། འདི་གི་མོག་མོག་གི་བྲོ་བ་བྲོ་ལེགས་འདུག་འོ་མོ་ཧ་ལས་བས་ཡག་པོ་འདུག་བྱས་ཙང་ད་ངེད་ཀྱི་ད་ལྟ་སྐད་ཆ་བཤད་མགྱོགས་དེ་ཚོ But Mute བཟོས་ཡིན་རྒྱུ་མཚན་འདི་འདི་རེད་སྐད་ཆ་ཡག་པོ་གོ་མི་འདུག།